ཚང་མ་ལ་བཀྲ་ཤིས་བདེ་ལེགས་མིག་ལ་མཚན་དུ་མ་གསོལ་གྱི་ཡོད་ང་དེ་ལ་བསམ་བོ་ཆ་སེམས་པའི་ཉི་ནུབ་རླུང་ལྕགས་ནས་ཡིན་ང་ཚོ་ལ་རྒྱུན་པ་ལ་ཡི་གེ་སྦྱང་རྒྱུ་ཡོད་ད་རིང་ང་བོད་ཀ་ཅི་གེ་ཀྱི་མཁས་ཆེན་པོ་ཡོང་བའི་སྐོར་ལ་གཏམ་བཤད་ཅིག་བཤད་རྒྱུ་ཡིན་ཟེར་སའི་ནང་ཉན་ཚང་མ་ལ་བཀྲ་ཤིས་བདེ་ལེགས། ད་ང་ཚོ་བོད་པ་ཞིག་ཆགས་ཤེས་ན་ང་ཚོ་ད་ལྟ་རང་ཚོད་མ་མཐའ་ང་ཚོ་ལ་འདོད་ཡོད་པའི་རིགས་ཁ་རང་ང་ཚོ་ག་ཅིག་སྐད་ཡིག་དང་རིག་གཞུང་ཡིན་ད་ལ་ད་ང་ཚོ་ད་ལྟ་སྐད་ཡིག་དང་རིག་གཞུང་འདི་ང་ཚོ་བོད་པ་ག་ཅིག་ངོ་བོར་ད་ལ་ལྟ་ཡོད་ལ་ག་འདི་ཟེར་ན་ང་ཚོ་ད་ལྟ་འཛམ་གླིང་ནང་པོ་ལ་མི་བོ་མང་པོ་ཡོད་ལ་ད་མི་བོ་མང་པོ་ནང་ང་ཚོ་བོད་པ་ག་ཅིག་མི་བོ་འདི་མང་པོ་ཡོད་མ་ད་ཡང་ང་ཚོ་གལ་སྲིད་ད་མང་པོ་མེད་ན་ཀྱང་འགྲོ་ཡོད་ལ་ང་ཚོ་ག་ཅིག་ད་བོད་པ་འདི་རེད་ཟེར་ནས་ང་ཚོ་ལ་སོ་སོ་ཀ་ཞིག་ངོ་བོ་དེ་ཡོད་དེ་ལྟ་བུའི་དོན་དག་གཙོ་བོ་ག་རེ་ང་ཚོར་སྐད་ཡིག་རིག་གཞུང་ཆོས་ཡིན་ཟེར་དང་འོན་ཏེ་སོང་ཙང་ང་ཚོ་ཀ་ཅིག་ང་ཚོ་བོད་པ་ནི་ཆ་ཤས་ཙམ་ཡིན་ནི་ག་རེ་སོ་སོ་ཀ་ཅིག་སྐད་ཡིག་དེ་ཚོ་དག་ཐུག་རྒྱལ་དང་བོད་ཆོས་བྱེད་མཁས་ཤིང་གོ་ཞེན་པ་ལུག་པ་ཞེན་པ་དེ་ཚོ་གིས་ང་ཚོར་སྐད་ཡིག་དག་ཐུག་རྒྱལ་དང་བོད་ཆོས་བྱེད་དེ་ཚོ་བྱིས་མ་ལ་ང་ར་སོ་སོ་ལ་ད་སྐད་ཡིག་དང་རིག་གཞུང་ཚང་མ་ཡོད་ལ་ད་ང་ཚོའང་ད་ར་ད

བོད་པ་མི་ཐུབ་ཕྱི་ལ་རྒྱལ་ཁབ་རེ་རེའི་བོད་པ་མི་དེ་ཚོས་ར་ས་སོ་སོའི་བོད་པ་འགའ་ཅིག་ངོ་བོ་དེ་དག་བླ་མ་མཆོད་རེ་ལྟ་ཚུལ་འདོད་པ་ཡིན་ན་རང་ཉིད་གར་ཡང་རིག་གཞུང་དང་སྐད་ཡིག་དང་ཆོས་དེ་ཚོ་བདག་པོ་ཡག་པོ་རྒྱ་རུ་བྱེད་དེ་ངས་རེ་རེ་རྒྱུ་བོད་པའི་ཡུལ་གྲུ་ཆེ་ནའང།